ཤོག་ཅིག་བྱས། གཉིས་པ་དེ་ད་བུའི་མཐའ་མ་དེ་སོང་ཉིན་རེད་ཨ་ནི་དེ་ག་ཐག་ཅིག་བྱས་འགྲོ་གི་ད་ད་ལྟ་པ་དེ་མོ་མང་པོ་ཞིག་གི་མངའ་སྡེ་མང་པོ་ལ་བུའི་གླུད་དུ་གླུད་བཞིན་པ་དེ་གླུད་ཚར་བ་དེ་འདྲས་རེད་དེ་འདི་ཚོ་གི་དྲིན་དྲན་ལ་བབ་པའི་ད་ད་ད་སི་མཐོ་ག་འགྲོ་གི་འདུག་འདྲ་བོ་ད་དེ་འདྲས་ཞིག་སྐོར་ལ་དེ་མཚན་གཉིས་འདྲ་བོ་ཞིག་སྐོར་ལ་བརྙན་ཐུང་དུ་ཞིག་བཟོ་གི་དྲན་སོང་རྣམ་པ་ཚོ་རེད་བ། རེད་ཡ།
ཨ་ནི་ད་ལྟ Electoral College ལ་ན་ད་བོད་སྐད་ནང་ལ་ག་འདྲས་དེ་ཤེས་ཀྱང་ད་གྱུར་ན།

མོག་མོག་གི་གུས་ལྟར་བལྟ་འགྲོ་གི་ར། དཔེ་ཆོས་བྱ་བ་ཡིན་ན་ང་གཉིས་འདྲ་བོ། ཀྱེ་སེམས་ཅན་འདྲ་བོ་ལོང་གི་ཡིན་ན། ང་ལ་གུས། འཁྲུལ་གྱིས་རོགས་བ་ཡིན་ན་ཁྱོད་རང་ལ། སྟོང་ཕྲག་དགུ་མ་ཞིག་རོགས་མེད་པས་ན་ང་ཐོག་འགྲོ་གི་ར་གང་ཞིག་མོག་མོག་གི་ང་ཐོག་ཚར་ར་ཡིན་ན་ད་ཨ་རིག་གི། གུས་དེ་འགྲོ་སྟངས་དེ་འདྲི་རེད་མི་འདུག Electoral College ལ་ཡ་དེ་གི། བྱས་སོང། རྩིས་ཀྱི་ཡ་ལ་མོག་མོག་གི་གུས་དེ། མི་སྐྱིད་ལ་འཐོབ་པ་ཡིན་ན་ལ་ཁོ་སེམས་ཅན་གི།

ཉི་མ་འགོ་ཁྲིད་དང་པོ་དེ་ཚོ་ཡོད་རོགས་ད་གན་གྱི་ངའི་དཀའ་ལས་གན་ངའི་དེ་ཚོ་ཁོང་ཚོ་གི་ག་རེ་མཐོང་དུ་ལ་ན་ད་དཔེ་རྡོག་རྡོག་ཅིག་ཆགས་ན་སྤྱང་ཀི་གཉིས་དང་ལུག་གཅིག་ཡོད་ན་མང་མོས་བྱས་ན་སྤྱང་ཀི་གཉིས་ཐོབ་གོ་ར་བཏགས་པ་སོ་ཁོང་ཚོ་གི་གཉིས་མ་ལབ་སྲོལ་ཅིག་འདུག་ཨ་ནི་སྤྱང་ཀི་གཉིས་དང་ལུག་གཅིག་གིས་ད་ཁ་ལག་ག་རེ་ཟ་བ་ཐག་ཆོད་ན། ལུགས་གཉིས་ཀྱི་ཁྱོང་ཁྱོང་རེད་རོ། གཅིག་པ་གཅིག་ཡང་གཉིས་མ་མངའ་སྡེ་ཨ་རིའི་གཞུང་མངའ་སྡེ་བཅོ་གསུམ་སྐབས་ལ། ཨ་ནི་མི་འབོར་མང་བ་དེ་དེ་ནིའུ་ཡོག་ད་གྷར་སི་ཁོ་རེ་ཇོ་ཇི་ཡ་དང་དེ་ཚོ་ཡོད་རོ། ཨ་བྱང་ཕྱོགས་ཀྱི་མངའ་སྡེ་དེ་ཚོ་དེ་ཨ་གྲངས་གྲངས་ཀ་མང་བ་དོ། གྲངས་ཀ་མང་བ་ཡོད་དུས་རང་བཞིན་གྱི་མངའ་སྡེ་ཆེ་དེ་ཚོ་ལ་ཨ་འོས་ལ་ན་ནུས་པ་མང་བ་དོ། མངའ་སྡེ་ཆུང་བ་དེ་ཚོ་ད་མེན་དེའུ་དང་ད་ཁ་ལོག་རེ་ད་ད

ཁྱོད་རང་ལ་ཡོད་དེ་རྒྱུ་མཚན་དུ་ཚོད་ཆེ། ད་ངས་འདི་ལག་ན་དྲན་སོང། Electoral Ecology ལ་ཡོད་དེ་ད་ག་འདྲའི་བཟོ་རྩིས་ཀྱི་ཟེར་ན། ཁྱོད་རང་བྱས་ཡོད་དེ་རེད། མི་འབོར་གྱི་མི་འོང་ཉུང་གི་དབུས་ལྟ་བྱ་བ་ཡིན་ན། མི་མང་ག་དེ་ཚོ་མངའ་སྡེའི་མི་མང་ག་དེ་ཚོ་ལ་ཁེ་སོང་རག་འགྲོ་མངའ་སྡེ་ཉུང་ག་དེ་ཚོ་ལ་དེ་ཚོ་འོང། བྱུང་ཟེར་གྱི་ན་འདྲ་ད་སྲིད་འཛིན་གྱི་དབུས་འགྲོ་ཉེན་ན་བ་དེ་དུ་མངའ་སྡེ་ཉུང་ཉུང་ཡིན་མ་ཞིག་ཡོད་མ་རེད་ཟེར་ཡ་མེད་གཏོང་ཡ་འདྲ་བོ་བྱུང་རག་གི་རེད་ཟེར་ད་མིའི་ཐེར་བ། དེ་འདི་ཙམ་པོ་ད་ཁོ་ཚོ་གི་ག་འདྲའི་བཟོ་བྱས་ཟེར་ན།

འོས་ཤོག་གི་ཚོད་དཔག་གྲངས་བཤེར་བྱེད་དུས་ཀ་མ་ལ་དང་ཁྲོམ་གཉིས་ཀ་འདྲ་འདྲ་རེད་དོ། རེད། ད་འོ་ཆི་ནི་ད་ནང་ཀ་མ་ལ་དང་དེ་ཁྲོམ་ད་ནང་ནིའི་ཡོག་ཤེས་ར་ལིག་མ་རེད། ཨ་ནི་ཤི་ཀ་གོ་ལིག་མ་རེད་ཀེ་ལི་ཕོ་ནི་ཡ་ལིག་མ་རེད་ཏྲེག་སེས་ལི་ཤེས་ར་ལིག་མ་རེད་ག་བ་འགྲོ་རེད་ད་ལྟ་ང་ཚོ་ཧ་གོ་ཡ་ལ་ཨེ་རི་ཛོ་ན་ནེ་བྷེ་ར་མི་ཤི་གན་ཝིས་ཀན་སིན་པེན་སོ་བྷེ་ནི་ཡ་ཇོ་ཇི་ཡ་ནོར་ཀེ་ར་ལ་ན།

ད་འདི་ལྔ་ལྟའི་ནང་ལོ་ལ་ཨ་ནི། ད་ལྟ་མི་གཅིག་ཏུ་རོ། ཁ་ཚེ་གསང་རྒྱུད་དེ་ན་ཁར་དུ་ལ་མི་གཅིག་ཏུ་ཁོག་གི་ད་ལྟ་བར་དུ། ཕལ་ཆེ་སྲིད་འཛིན་དྲུག་བདུན་ཚང་མ་ཁོ་རང་གི་འོས་བླུག་རྒྱུ་ཐོབ་ཤི་ད། ད་ཁ་ལ་འོ་ད་བའི་དེན་བླུག་དུས་བའི་དེན་ཐོབ་ཤི་རོ། ཏྲམ་ལ་འོས་འཕེན་དུས་ཏྲམ་ཐོབ་ཤི་ཨོ་བ་མ་ལ་བླུག་དུས་ད་དེ་འདྲས་ཀྱི་མི་ན་ཡོད་རོ་ད། ད་སུའིང་ཟེར་ལ་ན།
ཁོང་ཚོ་མང་ཆེ་ད་ཁོང་ཚོ་གི་ག་རིའི་སེམས་འདྲས་ཡོད་རེད་དངངས་འདྲ་ཡོད་རེད་ལེགས་དོ་ཨ་ད་དཔལ་འབྱོར་ཐོག་ལ་དངངས་སྐྲག་ཡོད་རེད་མེད་ན Immigration དངངས་སྐྲག་ཡོད་རེད། མེད་ན་བུད་མེད་ཀྱི་འཕྲོད་བསྟེན་སྐོར་ལ་དངངས་སྐྲག་ཡོད་རེད་ད་ཁོང་ཚོས་ཀྱི་ད། ག་འདྲ་ལ་འཚོ་བ་ལ་ནས་ཁོང་ཚོས་ཀྱི་ད། མྱོང་ཚོར་དེ་ག་བ་སླེབས་ཡོད་མེད་འོ་དེ་ཀྱི་ད་ད་ལྟ Kamala Trump ཐོབ་མ་ཐོབ་ཧ་གོ་ཏོ། དེ་རེད་དེ་རེད་ད་འོ་དེ་ཀྱི་ད་ཁྱོད་རང་ལ་ཀྱི་དྲོད་ད་བརྒྱ་བྱེད་སྟོང་བྱེད་ད། འོས་དངོས་ནས་ལུགས་ངན་དུ་འཛུགས་ངན་བསླུ་ཚར་རེད་ཨན་སང་ཉིན་འོས་འོས་ཉིན་མོ་མཐའ་མ་དེ་རེད། ཨན་སང་ཉིན་དགོངས་དག་མེད་ན་ཟ་ལག་པ་ཞུ་ཡི་ང་ཚོ་ཧ་གོ་རེད་ད།

Hillary Clinton དབུས་རྨོངས་ཁང་དུའང་མི་འབོར་རེ་རེ་རེར་རྩིས་རྒྱས་པ་ཡིན། ཡིན་པ་ཡིན་ནས། ཡཱ་ཡིན་ནས་ད Electoral College ཀྱི་འགྲོ་སྟངས་འོག་རྩིས་རྒྱས་པའི་ཁྱོན་ནས་སྲིད་འཛིན་འགྲོ་ན་གྲངས་ཐོ Trump ལྔ་ལྡན་མང་ཐོབ་ཡོད་ད། འོང་དེ་རེད་ད། ལྔ་ལྡན་མང་ངས་བསམ་ན་འདི། ད་ད་ངས་སྐད་ཆ་མཁྱེན་ཚུལ་ལ་ནས་ད་མ་འདྲ་ང་རང་བསམ་ཚུལ་རེད་ད། ད་དེ་དུས Trump ཐོབ་རེད་ཁོ་རང། ད་ངས་བསམ་ན་དྲང་པོ་དྲང་ཤར་ཐོབ་རེད་ད། རེད། མངའ་སྡེའི་མ་མངགས་ཐོབ་རེད་ཁོ་རང་དཀའ་ལས་རྒྱག་ཡ་རེད Hillary Clinton གི་མང་མོས་ཐོབ་པ་ཡིན་ནའི་མངའ་སྡེའི Electoral College དེ Trump མ་མངགས་ཐོབ་པ་རེད། རེད། ད་དེ་དུས་ཡག་པོ་བྱུང་རེད་ད་འདི་སྔོན་དེ་ལ་སྲིད་འཛིན Obama ལངས་དུས་སྐབས་ལ་ཐེངས་མ་གཉིས་ཐོབ་རེད་མང་མོས་ཀྱི་གྲངས་ཀ་དང Electoral College གཉིས་ཀ་ཐོབ། གཉིས་ཀ་ཐོབ་རེད། ཨ་ནི Biden
ད་ཁ་ལོག་རེད།

ད་ད་དྲང་ཤེས་ཀྱི་ཚོད་དཔག་ལགས་རེད poll ལེགས་དང election poll རེད། འོས་བསྡུ་གི poll དེ་དུས་ད་ད་ཕལ་ཆེར་མང་ཆེ་ཨ་ཅེ་ཀམ་ལ་ཏིས་ཡག་ག་ཡོད་ཤོས་རེད་ཡིན་ནའི་དྲང་ཤེས་ཀྱི་དྲང་ཁ་དེ་ཚོ་དེ་ཞེ་དྲག་ཡིད་ཆེས་མི་འདུག་རེད། ད་དེ་དངོས་གནས་ག་ཚོད་ཀྱི་ད་ང་ཚོ་མི་ཚང་མ་གི་འོས་འཕེན་ཚེ་ན་མ་གཏོགས་ང་ཚོ་ཧ་གོ་མར་བསམ་གི་འདུག་ཡིན་ནའི་ད་གཅིག་ང་རང་སྒེར་གྱི་བསམ་ཚུལ་བཤད་ན། སྐམ་ལ་ཐོབ་པའི chance བསྡུ་བསམ་གྱི་འདུག་བ་ཡིན་ནས། གལ་སྲིད Trump ཐོབ་པ་ཡིན་ནས་ག་གཱས་ཀྱི་ཉུང་ཉུང་ཞིག་མ་ཐོབ་གྱི་མི་འདུག་བསམ་གྱི་འདུག་ཡང། ཆོག་མཆན་བཏང་ན། ད་དེ་གཞི་རྩ་ཞེ་དྲག་ཡོད་མ་རེད། གཅིག། ཞེ་ནག་གར་དུ་ལ Trump གཅིག་ཤོར་ན་ཞེ་ནག་ཚོ་ཤོར་ཚར་ད། ད་ཡང་དེའི་རྙོག་དྲ་ཞིག་འདུག་ལངས་མི་འགྲོ་བསམ་གྱི་འདུག་ང་འོད་དེ་སེམས་པའི་མང་དུ་ད། འོད་དེ་ད་མི་མང་གི་ཐག་ཆོད་ཚར་བྱོས་ནས་ཡང་ཁས་ལེན་མ་ལེན་ལས་ལྡོག་བ། ད་དམངས་གཙོའི་གི་འགྲོ་འགྲོ་སྟངས་འགྲོ་ལུགས་བྱེད་པ་ཡིན་ན་གཅིག་ཐོབ་ཀི་རེད་གཅིག་ཕམ་ཀི་རོ། ཨ་ཕམ་དུས་ཨོ་ད་ཡག་པོ་བྱུང་སི་ལ་ཡ་ཅོའོ་དེ་དེ་ཅེ་ལ་དེ་སེམས་ཁྲལ་དེ་དེ། རྒྱ་ཤི་རྒྱ་ནི་རྒྱ་སྙོ་སྒྲ་ལེ་གི་རེད་དེའི་མགོ་ལ་ངས་ཡ།
ཨ་རྩ་བའི་གི་དེ
གར་སེ་གི་རེད་ཁྱོད་རང་ལ་ཡ་དེའི་གི་དྲན་སོང་འདྲ་བོ་བཟོ་ནས་ངས་ཅིག་ཤི་བ་ཡིན་ན

ང་ཚོ་གསལ་བོ་གསལ་རྒྱུ་ཧ་གོ་གི་ཡོད་རེད Donald Trump སྲིད་འཛིན་ཐོག་དང་ང་ཚོ་ལ་ཕན་སྤུ་ཙང་ཡོད་མ་རེད་ང་ཚོ་ལ་ཕན་ཐོག་གི་མ་རེད་ཁོ་ང་ཚོར་དགའ་གི་མ་རེད་ང་ཚོ་ཁོ་ལ་དགའ་དགོས་དུས་ཡིན་ནི་ལེ་ད་ལྟ་མང་གཙོ་ཚོགས་པའི་གི་ད་ལྟ་ཁ་ཤས་དོ་ཕ་གི་ད Palestine ལ་རྒྱུ་ཞིག Israel དམག་རྒྱུ་བའི་གི་རྐྱེན་གི་མང་གཙོ་ཚོགས་པའི་གི་ཡག་པོ་བྱས་མེད་པར་བརྟེན་ནི་ཁོ་ཚོ་ལ་རྦད་དེ་ད། ཉེས་ཆད་རང་བཏང་ནས་ཚན་པ་ནག་པོ་རང་བྱས་ཡང་ངོ་རྒོལ་གྱི་ངོ་རྒོལ་གྱི་གནང་རྒྱུ་རང་བསྟན་ནས་མོ་ཚོ་ཚོགས་པ་བླུགས་མེད། བཞིན་དུ་ཚོགས་པ་བླུགས་བས་ན་ང་ཚོ་ཕན་ཐོག་ཡོད་མ་རེད་ང་ཚོ་ཧ་གོ་གི་ཡིན། ད་ལྟའི་ང་ཚོ་མོ་ཚོ་ཚོགས་པ་ངོ་རྒོལ་རང་གི་གནང་རྒྱུ་བསྟན་བྱས་ཏེ་ང་ཚོ་བླུགས་མེད། ད་དེ་གི་མོ་ཚོ་ཚོགས་པ་ཀྱི་གཞས་འདས་ཀྱི་ཕྱོགས་བསྡད་འདུག།

གལ་སྲིད་འོད་ཤུགས་དེ། Mail། བརྒྱུད་ནས Post Office། བརྒྱུད་ནས་སྦྲག་ཁང་ནས་བརྒྱུད་ནས་གཏོང་བ་ཡིན་ན། དེའི་ཉིན་མོ་དེ་ག་རང་ལ་སང་ཉིན་རང་མ་སླེབས་པ་ཡིན་ན་རྩིས་མེད་གཏོང་གི་ཡོད་ཟེར་ཁྲིམས་ཁང་ནས་བསྟུད། ཡིན་ནའི་ཁྲིམས་ཁང་གིས་ག་རེ་བཀའ་རྒྱ་གཏོང་སོང་ཟེར་ན། གལ་སྲིད་མི་དགུང་ཟོག་དབུས་བླུད་ཉལ་དེ་གི།

སྤྱིར་ན། དྲ་ཐོག་ནས་འོས་བླུགས་གཉེར་དེ་མང་ཆེ་གེ་སར་ཡོད་རྒྱུ་དམངས་གཙོ་ཚོགས་པ་འོས་བླུགས་གཉེར་རེད་ད། གལ་སྲིད་སྤྱི་མཐུན་ཚོགས་པ་ཅན་འདི་ལ་གང་ཐུག་ཐུག་དགག་པ་རྒྱག་རེད་ད། ཁ་ལ་སྤྱི་མཐུན་ཚོགས་པ་མང་ཆེ་མངའ་སྡེ་དེ་ཚོ་ས་རུག་རུག་ལ་བར་ཞིང་ཁ་ཡོད་རེད་ས་ཆ། དེ་དུས་ཉིན་མོ་དེར་ཁོ་རང་ཚོ་འོས་བླུག་རེད་ད། ད་ཅིག་དྲ་ཐོག་ནས་བླུག་ཡས་ད་དེ་ཚོ་ད་ཅིག་དམངས་གཙོ་ཚོགས་པར་ཁེབས་ཚང་མ་ཞོག་མ་རེད་ད་བྱས་ཙང། ད་ཡིན་ནའི་ཁྱེད་རང་ལ་རྒྱུ་འགྲོ་རེད་ད། ད་ཅིག། ཟེགས་དྲུག་ལྔ་ཡན་ལོག་པ་རེད་ད་བསམ་ཚུལ་འདྲ་མ་འདྲ་ཡོང་ཡ་དེ་སྤྱི་དང་དམངས་གཙོའི་འགྲོ་སྟངས་རེད། ཡིན་ནས་ཐ་མ་ཐག་གཅོད་དེ་ད་འོས་གྲ་འགའ་བརྩིས་ནས་ད་སྲིད་འཛིན་སུ་ཐོབ་མ་ཐོབ་ས་ཡིན་ཐག་ཆོད་གི་རེད་ཨ་ནི་མང་མོས་གཅིག་པུ་མིན་པ་བཅས་མངའ་སྡེ་མངའ་སྡེ་གི་མང་མོས་ཀྱི་ཐོག་ནས་མངའ་སྡེ་གི་ད་དྲང་བཤད་དེ་ཕྱིན་ནས་ཉིས་བརྒྱ་བདུན་ཅུ་ལོ་འགོར་བ། རེད། ཨ་ནི་མང་གཅིག་ཁྱེད་རང་ཚོ་གསར་འགྱུར་སྲིད་དུས་ཧ་གོ་བར་ཉིས་བརྒྱ་བདུན་ཅུ་ཉིས་བརྒྱ་བདུན་ཅུ་ཁ་ཆེམས་བཏོན་བ་ཨ་ནི་ད་ད་རིང་ཧ་གོ་བའི་རེ་བ་ཡོད་རོ། རེད།